ཨ་ནེ་རྣམ་པ་ཚོས་ངེས་པར་དུ་ཁ་རས་སྐྱོན་གནང་རོགས་གནང་སོ་འདི་ཞུ་ཡ་ཆེད་དུ་ནི་ཁ་རས་འདི་རྒྱབ་ནས་སྐད་ཆ་བཤད་བསྡད་ཀྱི་ཡོད་ཨ་ནེ། བོད་སྨན་གྱི་ཨ་ནེ་ཡིག་རིམ་སྲུང་རིགས་པོ་དང་ནག་པོ་དགོས་ཆོག་ལ་སོགས་པ་ལ་སོ་སོ་ཡིད་ཆེས་དང་དད་པ་ཡོད་པ་ཡིན་ན། བཏང་སོང་ན་ཕན་ཐོགས་ཆེན་པོ་ཡོད་རེད་ཟེར་བ་འདི་ཡང་ཞུ་ཡ་ཡིན། འོན་ནི། ད་ད་ལྟ་དེ་རིང། ད་གནད་དོན་གལ་ཆེན་པོ་ཅིག་གང་ལ་ཞུ་ཡ་ཡིན་རྣམ་པ་ཚོ་འདི་གང་མང་མང་ཅིག། ཁྱབ་སྤེལ་གནང་ཐུབ་པ་གནང་རོགས་གནང་ཞུ་ཡ་ཡིན། འདི་ཅིག་ཁྱབ་སྤེལ་གནང་ཐུབ་པ་ཡིན་ན་མི་མང་པོ་ཅིག་གི་ཚེ་སྲོག་དང་འཕྲོད་བསྟེན། འོན་ནི་ད་ག་ན་ཤེས་ཀྱི་བོད་ཀྱི་རིག་གཞུང། གི་གནད་དོན་མང་པོ་ཅིག་ལས་ཕན་ཐོགས་དང་འབྲེལ་བ་ཡོད་པ་ཆགས་བསྡད་ཡོད། ད་འདི་ག་རེ་ཞུས་པ་ཡིན་ན། ད་ལྟ་འདི་རྒྱ་ནད་ཀོ་བིར་བཅུ་དགུ་གིས་ཟིན་པའི་ནད་པ་མང་པོ་ཞོལ་གཅིག་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡོད་རེད་ལྷག་པར་དུ་དགོན་སྡེ་ཁག་ནང་བར་ཤུགས་ཆེན་པོ་ཞོལ་གཅིག་སླེབས་བསྡད་ཀྱི་འདུག་འདི་སོང་ཙང་ད་ངས། སྨན་བཅོས་ན་ཚ་བ་ཚོ་ལ་ན་ཞིམ་པ་ཚོ་ལ་ཅིག་ད་ལྟ་བར་དུ་ཞི་དྲག་གིས་སོ་སོའི་ངོས་ནས།

ཉིན་རེའི་འཚོ་བ་སྐྱེལ་ནས་ཞུ་བདེ་ངེས་ཀྱི་རྣམ་པ་ཚོར་ཞུ་བདེ་གི་ཡོད། ད་རྒྱ་ནད་ཀོ་བིར་བཅུ་དགུ་འདི་ན་ཨནི་དེ་གི་ནད་ནས་ཐར་ད་སོ་སོའི་ནང་ལ་ཞུ་བདེ་ངེས་གི་འོ་ད་གང་ཟག་སུ་འདྲ་ཅིག་ཡིན་པ་ཡིན་ནས་ད་ལྟའི་དུས་ཚོད་འདི་ལ་ཡིན་ཅི་མིན་ཅི་ཨནི་རྒྱ་ནད་ཀོ་བིར་བཅུ་དགུ་འདི་གི་གློ་བ་དང་ཨནི་ལུས་ཀྱི་དུ་བ།

དེ་སྔ་ན་བཞག་པ་དེ་གིས་ཨེ་ནི་ལུས་ཟུངས་བཅོམ་པ་དང་དུ་བ་འཁྲུགས་པ། ཨེ་ནི་གློ་བ་སྐྱོ་པོ་ཆགས་པ། ལ་སོགས་པ་འདི་ལ་ཕན་ཐོགས་གཅིག་ཡོང་གི་རེད་ད་ག་ན་ཤིང་གིས་ད་རྒྱ་ནད་ཀོ་བིར་བཅུ་དགུ་གི་བརྒྱུད་རིམ་གཉིས་པ་མ་ན་ཡག་ཆེད་དུ་ནད་འདི་ལ་སྔོན་འགོག་དང། ལུས་ཟུངས་གསོ་ཡག་ལ་ཕན་ཐོགས་ཆེན་པོ་ཡོད་རེད་དེ་འདྲ་སོང་ད་ད་སྨན་ག་རེ་ཟ་བ་རེད་པས་ང་ཚོ་དོགས་པ་སླེབས་ཀྱི་ཡོད་རེད། རྩ་བའི། ས་གནས་སོ་སོ་གི་སྨན་པ་དང། སྨན་པ་སོ་སོས་གནང་བཞག་པ་དེ་ཚོ་ཆོས་བཞག་པ་ཡིན་ན་འགྲིག་གི་ཡོད་རེད། ཡིན་ནས་ད་ང་རང་གིས། འདིའི་སྒང་ལ་ཡང་ཅིག་དོ་སྣང་བྱས་པའི་བརྒྱུད་རིམ་ནང་ལོགས་ལ་ག་རེ་ཆོས་ན་ཡག་པོ་འདུག་ཨེ་ཞུས་པ་ཡིན་ན། ཞོགས་པས་དེ་ཚོ། སྨན། ཡང་མེད་ན་ཟླ་ཤས་དུས་ཚིགས་མ།

ལི་ཕན་ཏིག་གི་སྨིན་བུའི་བྱེད་ལས་དེ་གི་གལ་ཆེ་ཤོས་གཅིག་ང་ཚོ་གི་བསྡུ་བ་ཚ་གྲང་སྙོམས་ཡག། བསྡུ་བ་ཚ་གྲང་སྙོམས་ཡག་དང་ཨེ་ནི་དོན་ལྔ་སྣོད་དྲུག་སོ་སོ་གི་པར་རུ་གི་བར་ལ་ཁྲག་དང་རླུང་གཉིས་ཚ་གྲང་གཉིས་གི་བར་དུ་ལྟ་ཅིག་ཨིན་ཇི་སྐད་མ་སོང་ནས Communication ཟེར་བ་འོ་འདི་ཕོ་ཉ་ཕོ་ཉ་ལྟ་བུ་བྱེད་ཀྱི་ཡོད་རེད། འོ་འདི་ནང་ལོགས་འདིར་རླུང་ཁྱབ་བྱེད་ཀྱི་རླུང་དང།

སྤྱིར་ནད་འགོག་མ་ལག་གི་ནུས་པ་ཤུགས་ཆེན་པོ་ཡོད་མཁན་གཅིག་རེད། གཉིས་ནས་ཟོག་པོ་གི་ཚ་གྲང་བཀོད་འདོམས་བྱེད་མཁན་གྱི་ཆ་སྙོམས་སྟངས་འཛིན་བྱེད་མཁན་གྱི་ནུས་པ་གཅིག་ཅོག་རེད། གསུམ་ནས་ཨེ་ནི་དོན་ལྔ་སྣོད་དྲུག་ལ་སོགས་པ་ཀླད་པ། ཁྲག་རྩ་ཆུ་རྩ། ལ་སོགས་པའི་ནང་ལོགས་ལ་ཡང་བསྐྱར་ཁོ་རང་ལ་ཨེ་ནི་ཚ་གྲང་གི་བཀོད་འདོམས་དུ་བ་ཟེར་གི་དུ་བ་ཐོད་ལུས་ཟུངས་བདུན་གྱི་ཨེ་ནི་སྟངས་འཛིན་བྱེད་མཁན་གྱི་ནུས་པ་གལ་ཆེན་པོ་ཞུ་ཆགས་ཀྱང་སྨིན་པོ་ལས་དེ་འདྲ་སོང་ཙང།

ཟླ་བ་གཉིས་གསུམ་ཟ་ཐུབ་པ་ཡིན་ན་གཅིག། ནས་ཀྱི་ཁྱེད་རང་གི་ལུས་བཅོམ་བཞག་པ་འདི་ལ་ཕན་ཐོག་ཡོང་གི་རེད་འདི་གསོད་ཐུབ་དགོས་རེད། གཉིས་ནས་རྒྱ་ནད་སྐུ་བོད་བཅུ་དགུ་ཡང་བསྐྱར་ད་ལྟ་འཛམ་བུ་གླིང་ལ་ལྟ་དེ་སིང་དྲག་འགྲོ་མི་དུས་ད་ནས་འདིའི་རིགས་འདི་ལ་ཡང་བསྐྱར་སྔོན་འགོག་གི་ཡང་བསྐྱར་ཆ་ལྔ་བཅུ་ཙམ་ཅིག་སྔོན་འགོག་བྱེད་ཐུབ་དགོས་རེད་འོ་འདི་འདྲ་སོང་ཙང། ཞུ་དགོས་ཡག་འདི་རྒྱ་ནད་སྐུ་བོད་བཅུ་དགུ་གི་དང་པོ་ན་བ་དེ་ཚོ་ལ་ད་ཐུགས་སྣང་ཤུགས་ཙམ་ཆེ་ཙམ་ཅིག་མ་བྱས་པ་ཡིན་ན། ཁོ་བོའི་སྤྲུལ་སྐུ་འདི་མཐར་གཉིས་པ་ན་སོང་ན་དཀའ་ངལ་ཆེན་པོ་འཕྲད་ཀྱི་རེད་འདི་སོང་ཙང་དཀའ་ངལ་དེ་མ་ཡོང་ཡང་ཆེད་དུ་བོད་སྨན་དེ་འདྲས་ཅིག་བཟའ་ཐུབ་པ་ཡིན་ན་དེ་ནི་ཧང་སང་ཡག་གི་དགེ་མཚན་དང་ཕན་ཐོག་ཡོད་པའི་དེ་ཅིག་རེད་ད་ཅིག་ལས་དོན་ཅིག་རེད་དེ་འདྲ་སོང་ཙང་དེ་ཁྱེད་རང་མི་སྒེར་གྱི་སྲོག་དང་འབྲེལ་བ་ཡོད་རེད་འདི་དགོན་སྡེ་ཁག་གི་མཚན་མཐོང་དང་འབྲེལ་བ་ཡོད་རེད་འདི་ཁྱེད་རང་གི་བོད་མི་རིགས་ཀྱི་རིག་གཞུང་དང་འབྲེལ་བ་ཡོད་རེད་འོ་འདི་འདྲ་སོང་ཙང་ད་ང་ཚོ་གི། དགོན་སྡེ་གྲྭ་ཚང་ཁམས་ཚན་སོ་སོ་སོགས་ཀྱིས་ནི་མཐའ་གཅིག་སོ་སོའི་མཐའ་གཅིག་དངོས་ཟེར་ནས་རེད་དཔལ་འབྱོར་ག་ཚོད་བསྡུ་རུག་ག་ཚོད་བྱས་པ་ཡིན་ནའི་དེ་འདྲའི་གྲྭ་རྒྱུན་གྱི་ཆེད་དུ་ཡིན་དུས་ཙམ་ནས་ད་གྲྭ་རྒྱུན་དེ་དག་ལ་སྨན་གྱི་གནས་སྐབས་གཅིག་དེ་འདྲས་ཟེར་ཟླ་བ་གཅིག་གཉིས་བཏང་ཐུབ་པ་ཡིན་ན་ཕན་ཐོགས་ཡོད་རེད་ད་ག་ནང་བཞིན་གྱི་ནི་ང་ཚོ་བོད་ཀྱི་གསོ་བ་རིག་པའི་གི་སྨན་རྩིས་ཁང་གི་ཟུར་དྲུང་ན་བཞག་པའི་ཅོང་ཆེན་བཅུད་ལེན་ཅོང་ཆེན་བཅུད་ལེན་འོ་དེ་ཚོ་མཆོད་ཐུབ་པ་ཡིན་ནའི་ཞེ་དྲག་གི་ཡག་པོ་ཡོད་རེད།

ད་ལྟའི་དུས་ཚོད་འདི་ལ་དགོན་སྡེ་ཁག་ནང་ལ་མང་པོ་ཡོང་དུ་བདེ་གི་སེམས་འཚབ་དམིགས་བསལ་ཞིག་སླེབས་ཀྱི་འདུག་དེའི་ཞུས་བསྡད་ཀྱི་ཡོད་དོ། ཅི་ཆེ།